རྣམ་པ་ལྷན་སྐྱེས་སྐྲ་བཞི་ཐིག་ལེའི་སྐུ་ཁམས་བཟང་ད་དེ་ལན་དེ་ནི་མ་ལ་དེ་ནི་བདག་ཅག་གི་སྟོན་པས། དེ་ནས་གཏད་རབས་བདུན་མཛད་དེ་མ་བཞུགས་ཡིན་ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཁོང་གྲོངས་ཚར་བས་བཞུགས་ལ་ད་ཁོང་རང་གི་ཆོས་ཟེར་རོ་སངས་རྒྱས་ཀྱི་བསྟན་པ་དེ་མ་གཏད་ས་མ་སྤྲད་ས་འདྲ་བོ་ཅིག་ད་ཁོ་རང་རིམ་པས་རིམ་པས་བཞིན་དུ་ད་བདུན་འདྲ་བོ་ཅིག་བར་དུ་ཐེག་པ་ཆེ་ཆུང་ཐུན་མོང་གི་ཡོན་བདག་ཁས་ལེན་གྱི་ཡོད་རོ་དེ། ད་སྟོན་པས་གཏད་རབས་ཟེར་དེ་ག་རེ་འདྲར་ཆགས་ཐིག་ཡོད་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཁོང་རང་གི་ད་ཚབ་འདྲ་བོ་རེད། ཁོ་རང་གི་སྐུ་ཚབ་འདྲ་བོ་རྒྱ་ཚབ་འདྲ་བོ་འོ་ད་དེ་འདྲའི་ཆ་ཆགས་དེ་ཡོད་རེད་བ་ཡ་ད་དེ་ཡི་ནང་ནས་ད་ང་རང་ཚོའི་སྤྱི་དང་ཡོན་བདག་ལ་གཏད་རབས་བདུན་ཟེར་ཞེས་བརྩི་གི་ཡོད་རེད་དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ནས་དེ་ནས་འོད་སྲུང་ཆེན་པོ་ལ་གཏད་འོད་སྲུང་ཆེན་པོ་ནས་ཀུན་དགའ་བོ་ལ་གཏད་དེ་ནས་མ་རིན་པའི་བཞིན་དུ་ད་སངས་རྒྱས་བཅོམ་ལྡན་འདས་ཁོང་རང་གི་སྐུ་ཚབ་འདྲ་བོ་དེ་འདྲས་ད་གྲངས་ཀ་བདུན་བར་དུ་བརྩི་ཡས་དེ་འདྲས་ཡོང་དེ་གི་ཡོད་རེད་ཡོན་བདག་ལ།

ད་གཏད་རབས་བདུན་དེ་རེད་གཏད་རབས་བདུན་དེ་ད་དང་པོ་དེ་འོད་སྲུང་རེད་ཉན་ཐོས་ཆེན་པོ་འོད་སྲུང་བྱས་གཉིས་པ་དེ་ཀུན་དགའ་བོ་བྱས་གསུམ་པ་དེ་ཤ་ནི་གོས་ཅན་བྱས་བཞི་པ་དེ་ཉེར་སྤེལ་བྱས་ལྔ་པ་དེ་དི་དི་ཀ་བྱས་དྲུག་པ་དེ་ནག་པོ་བྱས་བདུན་པ་དེ་ལེགས་མཐོང་ཆེན་པོ་ཟེར་ད་གཏད་རབས་བདུན་ཆགས་དེ་གི་རེད་རེ་བ་ཡ་ད་གཏད་རབས་བདུན་ཟེར་དེ་དེ་ནི་ད་འོ་དེ་འདྲའི་ཁོང་རྣམ་པ་བདུན་པོ་དེ་ཆགས་དེ་གི་རེད་དེ་ཡིན་ན་ནི་ད་དང་པོ་དེ་འོད་སྲུང་ཆེན་པོ་ཞུས་པ་དེ་རེད་དེ་འོད། ལེགས་སྦྱར་སྐད་དུ་མ་ཧཱ་ཀ་ཤཱབ་ཞུགས་འདུག་མ་ཧཱ་ཀ་ཤཱབ། དེ་ནས་ད་བོད་སྐད་དུ་འོད་སྲུང་ཆེན་པོ་ཞེས་བརྗོད་རེད་ད་ལེགས་སྦྱར་སྐད་ལ་མ་ཧཱ་ཀ་ཤཱབ། ད་དེ་ནས་འོད་སྲུང་ཆེན་པོ་ཁོང་རང་འཁྲུངས་ས་འདྲ་བོ་བསམ་ད་ནི་མ་འགའ་ད་དོར་རྗེ་དེ་གཡས་གཡོན་ད་དེ་བི་ཧར་ནང་ལོགས་རང་རེད་ཤག་རེད་བ་དེས་སྡོད་སྐབས་སུ་མ་འགའ་ད་རེད་ཤག་དེ་ཁོང་རང་གི་ཡབ་ཀྱི་ཚེ་ལ་བྲམ་ཟེ་ནཱི་ཏྲ་ད་ཟེར་དེ་འདྲས་ཟེར་གི་འདུག་ཁོང་རང་རིགས་བྲམ་ཟེ་འདྲ་བོ་དེ་འདྲས་ཆགས་དེ་ཤག་དེ་ནས་ཁོང་རང་ཆུང་ཆུང་ཟེར་གོ་མ་རེད་བ་ད་ཕོ་གསར་གྱི་སྐབས་སུ་དེ་ནས་ཁོང་རང་ད། བཟའ་ཚང་ཞེས་ཡང་བྲིས་ཤག་ཁོ་རང་སྐྱེ་དམན་འདྲ་བོ་དེ་མིང་ལ་སེར་སྐྱ་བཟང་མོ་ཟེར་གི་འདུག་ད་སེར་སྐྱ་བཟང་མོ་ཁོང་ཚོ་གཉིས་སྤྱིར་བཏང་བྱ་བ་ནི་དཔེ་མི་ཟེར་མཐུན་པོ་ཡོད་རེད་མཐུན་པོ་ཞེ་དྲག་ཡོད་རེད་དེ་ཡིན་ན་ཡང་ཁོ་རང་གཉིས་དཔའ་རུ་བརྩེ་དུང་དེ་སྤུན་རྒྱག་གི་བརྩེ་དུང་འདྲ་བོ་དང་ཡང་མིན་ན་གྲོགས་པོ་གི་བརྩེ་དུང་འདྲ་བོ་དེ་འདྲའི་བརྩེ་དུང་ཡག་པོ་ཡོད་རེད་མ་གཏོགས་དེ་ནས་ཡང་ཅིག་བཟའ་ཚང་དཔའ་རུ་གི་བརྩེ་དུང་འདྲ་བོ་དེ་འདྲའི་ཞེ་དྲག་སུ་ཡོད་མ་རེད་སྙིང་ག་དེ་ནས་དཔེ་མི་ཟེར་ཆོས་ལ་དད་པ་འགྲོ་ཡོད་དེ་ག་རབ་ཏུ་བྱུང་ཡས་ལ་ད་སྤྲོ་བ་ཡོད་པོ་དེ་ག་དེ་འདྲའི་འདྲ་བོ་ཆགས་དེ་འདུག་དེ་ཡིན་དུས་སྐབས་སུ་དེ་ནས་བཞུགས་ལ་དེ་ནས་ཁོ་རང་གི་དེ་ནས་སྤྱི་བཏང་རྒྱུ་ནོར་ཆེན་པོ་ཁྱིམ་ཚང་ཕྱུག་པོ་དེ་འདྲའི་དཔེ་མི་ཟེར་ཆེན་པོ་ཡིན་ས་རེད་དེ

དེ་ནས་བུ་མང་མཆོད་རྟེན་ཟེར་མཆོད་རྟེན་གཅིག་གི་འགྲམ་ནས་བཞུགས་ཡོད་རེད། དེ་ཡིན་དུས་སྐབས་སུ་ཁོང་རང་དེར་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་ལ་བཅར། དེ་ནས་ཁོང་རང་གིས་རས་ཡག་པོ་བཀང་ཞིག་རས་དེ་སངས་རྒྱས་བཅོམ་ལྡན་འདས་ལ་ཡར་ལ་ཕུལ། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་སྐུ་གཟུགས་ལ་གནམ་བཞག་པའི་རས་ད་ཕྱག་དར་ཁྲོད་པའི་རས་ཟེར་གྱི་རོ། ད་བག་ཡེར་དེ་རས་གད་སྙིགས་བསྲངས་ནས་དེ་ནས་དབྱུག་བཞག་བྱུང་དེ་འདྲའི་དུས་ནས་ཡང་གནམ་བཞག་ཡོད་ཟེར་བ་སངས་རྒྱས་བཅོམ་ལྡན་འདས་ད་འོ་དེའི་རས་དེ་ཁོ་རང་གནམ་ས་དེ་མ་ལས་ཤེས་ཁོང་རང་གིས་བཀང་ཞིག་གི་རས་ཡག་པོ་དེ་ཡར་ཕུལ་བྱས་ནས་དེ་ནས་སངས་རྒྱས་ཀྱི་སྐུ་མདུན་ད་དགེ་སློང་བྱས་རབ་ཏུ་བྱུང་བ་རེད་ཟེར་གྱི་ཡོད་རེད། ད་འོད་སྲུང་ཆེན་པོ་ཁོང་རང་ད་ལོ་རྒྱུས་མང་པོ་ཅིག་གི་ནང་གི་སངས་རྒྱས་བཅོམ་ལྡན་འདས་དང་ཕན་ཆད་རེ་ལོ་ཚད་འདྲ་བོ་འདྲ་བོ་འདྲ་བོ་ཡིན་པ་དེ་འདྲས་གསུང་གི་འདུག་རེ་བ་སངས་རྒྱས་བཅོམ་ལྡན་འདས་དང་དགུང་ལོ་འདྲ་བོ་འདྲ་བོ་ཆེ་ཆུང་འདྲ་བོ་འདྲ་བོ་ཡིན་པ་ད་དེ་འདྲས་ཅིག་གསུང་གི་འདུག་དེ་ནས་ད་འོད་སྲུང་ཆེན་པོ་དེ་ད་ཅི་ད་ཁོང་རང་བྱམས་པའི་ཡོན་ཏན་དང་བཅུད་ཉིད་ནས་བ་དཔེ་མི་ཟད་ཀྱི་ད་དགེ་སློང་ཧང་སང་ཡང་ཡག་པོ་ཞི་བོ་ཅིག་བྱུང་རེ་བ་དེ་ནས་ད་སངས་རྒྱས་བཅོམ་ལྡན་འདས་གྲོང་འགྲོ་དུས་སྐབས་སུ་ད་ཤཱ་རིའི་བུ་དང་མོའུ་དཀར་གྱི་བུ་ལ་སོགས་བ་ད་དེ་ནས་ཉན་ཐོས་བསླབ་པ་གན་པ་དང་དེ་ནས་ད་ཡག་གི་དར་འབྲས་བུ་ཐོབ་པ་དགྲ་བཅོམ་པའི་འབྲས་བུ་ཐོབ་རྒྱུ་དང་མང་ཆེ་བ་ཅིག་གྲོང་ཚར་བར་བར་གྲོང་ཚར་ཡོང་འདོད་སྐབས་སུ་ད་དེ་ནས་འོད་སྲུང་ཆེན་པོ་དག་བཞུགས་བསྡད་ཡོད་རེད་ད་དེའི་ནང་དུ་བསླབ་པ་གན་ཤོས་དགྲ་བཅོམ་པའི་གོ་འཕང་ཐོབ་བསྡད་མཁན་ད་བསླབ་པ་གན་ཤོས་འདྲ་བོ་དེ་འོད་སྲུང་ཆགས་བསྡད་ཡོད་དུས་སྐབས་སུ་དེ་ནས་སངས་རྒྱས་བཅོམ་ལྡན་འདས་གྲོང་འགྲོ་དུས་ཙམ་པ་ལ་དེ་ནས་ད་འོད་སྲུང་ལ་ད་ང་ཡི་བསྟན་པ་དེ་ཁྱོད་ལ་གཏད་པ་ཡིན་ཟེར་ད་དེ་རིང་ནས་བཟུང་ང་ཡི་ཚབ་དེ་ཁྱོད་རང་ཡིན་ཞེས་ཟེར་ནས་དེ་སངས་རྒྱས་ཀྱི་ད་ཁོང་མ་རྒྱ་ཚབ་ལ་བསྐོས་བཞག་པ་རེད་བ་སངས་རྒྱས་ཀྱི་སྐུ་ཚབ་ལ་བསྐོས་བཞག་པ་རེད་དེ་ཡིན་དུས་ཙམ་པ་ལ་ད་འོད་སྲུང་ཆེན་པོ་ཁོང་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ད་མ་བསྟན་པ་གཏད་པའི་གཏད་རབས་དང་པོ་དེ་འོད་སྲུང་ཆགས་བསྡད་དགོས་རེད། ད་ལྟ་ནང་པ་སངས་རྒྱས་པའི་བསྟན་པའི་བདག་པོ་དེ་ད་ཁོང་རང་ཆགས་དེ་རེད་བ། ད་ཁོང་གི་ཕྱག་ལས་གཙོ་བོ་དེ་ག་རེ་གནང་ཡོད་རེད་ཟེར་ན་ད་ཁོང་གི་ཕྱག་ལས་གཙོ་བོ་དེ་ད་ད་བཀའ་བསྡུར་རིམ་པ་དང་པོ་གནང་ཡ་དེ་ད་ཁོང་རང་གི་དེ་དཔེ་མི་བཟོད་ཀི་ད་སྐུ་ཚེ་དེ་གི་མཛད་རྗེས་ཆེ་ཤོས་འདྲ་བོ་དང་ལྷག་པར་དུ་སངས་རྒྱས་གྲོངས་ཚར་བའི་ཞུགས་ལ་ད་ཁོང་རང་སངས་རྒྱས་ཀྱི་སྐུ་ཚབ་གནང་དུས་སྐབས་སུ་ད་མཛད་པ་ཕྲིན་ལས་ཆེ་ཤོས་འདྲ་བོ་དེ་ད་དེ་ཆགས་དེ་རེད་བཀའ་བསྡུར་རིམ་པ་དང་པོ་གནང་ཡ་དེ་ཆགས་དེ་རེད་ད་བཀའ་བསྡུར་རིམ་པ་དང་པོ་གནང་ནས་དེ་ནས་དེ་ནས་ད་ཁོང་རང་གི་ཕྱག་ལས་མང་ཆེ་བ་ཚར་ཡོང་དུས་སྐབས་སུ་ད་འོད་སྲུང་ཆེན་པོ་ད་གྲོངས་ཡས་ཀྱི་དུས་ཚོད་སླེབས་རེད། འོད་བཟང་ཆེན་པོ་གྲོང་ཡས་དུས་ཚོད་སླེབས་ཡོང་དུས་སྐབས་སུ་དེ་ནས་འོད་བཟང་ཆེན་པོ་གིས་དེ་ནས་འཕགས་པ་ཀུན་དགའ་བོ་ལ་མ་བསྟན་པ་དེ་གཏད་རེད་ད་ཚོགས་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ནང་པ་སངས་རྒྱས་ཀྱི་བསྟན་པའི་བདག་པོ་དེ་ད་ང་བསྐོས་པ་རེད་བསྟན་པ་དེ་ང་ལ་སྤྲད་པ་རེད་ད་ངའི་ངོས་ནས་ཁྱོད་རང་ལ་སྤྲད་པ་ཡིན་དེ་ནས་ཁོང་རང་གིས་ད་ཀུན་དགའ་བོ་ལ་སྤྲད་ཀུན་དགའ་བོ་ལ་སྤྲད་ཚར་བའི་ཤུགས་ལ་ད་ཁོང་རང་ད་ཕར་རི་བོ་བྱ་རྐང་ལ་ཕེབས་དོ་རི་བོ་བྱ་རྐང་ལ་ཕེབས་ནས་དེ་ནས་རི་བོ་བྱ་རྐང་ཟེར་དེ་རུ་གྲོངས་པ་རེད་ཟེར་གྱི་འདུག་རི་བོ་བྱ་རྐང་ཟེར་དེ་ད་ལྟ་ཅི་ག་ཚོད། པར་ན་དེ་ཚོ་དང་ཉི་འོད་ཅི་ཡོད་རེད་ཟེར་གྱི་འདུག་ད་རི་བོ་བྱ་རྐང་ཟེར་རི་རྩེ་གསུམ་ཡོད་ངེས་ཆ་འོ་དེ་ལ་ཕེབས་བྱས་ནས་དེ་རྩེ་རུ་ཕེབས་བྱས་ནས་དེ་ནི་སྔོན་མ་ཁོང་རང་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་ནས་དེ་ནི་མ་བླངས་ཤཱཀ་ཀྱོག་གི་སངས་རྒྱས་ཀྱི་ནམ་བཟའ་དེ་ཁོང་རང་ཐོག་མར་རབ་ཏུ་འབྱུང་དུས་སྐབས་སུ་དེ་ཁོང་རང་གི་རས་དེ་ཡར་ཕུལ་སངས་རྒྱས་ཀྱི་ནམ་བཟའ་དེ་མ་ལ་ཁོང་རང་གི་མ་ལ་དེ་ཞུས་པར་བའོ་དེའི་ནམ་བཟའ་དེ་དེ་ནི་ལུས་ལ་དཀྲིས་བྱས་ནས་དེ་ནི་ཁོང་དེ་ནས་ཡལ་གྱི་ད་རི་བོ་བྱ་རྐང་གི་ཡལ་གྱི་རྩེ་ལོ་ད་བྲག་ཅིག་གི་པར་འུག་ན་དེ་ནས་ད་ཁོང་རང་དེར་ཕེབས་བྱས་ནས་ད་དེ་རུ་གྲོངས་པ་རེད་ཟེར་གྲོངས་ནས་དེ་ནི་ཁོང་རང་སྐུ་གཟུགས་དེ་དེ་ནི་མ་འོངས་པ་ལ་སངས་རྒྱས་བྱང་ཆུབ་བྱམས་པ་མགོན་པོ་མ་ཕེབས་ཀྱི་བར་དུ་འཕྲོ་བརླག་འདྲ་བོ་རྩ་བ་ཉིད་ནས་མི་འགྲོ་ཡས་ཀྱིས་ད་བྱིན་རླབས་བྱས་ནས་དེ་ཁོ་རང་གྲོངས་པ་རེད་ཟེར་གྱི་རེད། དེ་ཡིན་དུས་སྐབས་སུ་ད་ལྟ་སངས་རྒྱས་ཡོད་ཉན་ཐོས་ཆེན་པོ། དེ་ཡིན་དུས་སྐབས་སུ་ད་ལྟ་ཉན་ཐོས་ཆེན་པོ་འོད་སྲུང་གི་སྐུ་གདུང་དེ་ད་རི་བོ་བྱ་ཁང་གི་རྩེ་ལ་ཡོད་རེད་ཟེར་གྱི་རེད། དེ་མ་ཟད། དེ་ནས་མ་འོངས་པར་གྱི་རྒྱལ་ཚབ་བྱམས་པ་མགོན་པོ་དེ་སངས་རྒྱས་བྱས་ཏེ་རི་བོ་བྱ་ཁང་གི་རྩེ་ལ་ཕེབས། བྱ་ཁང་གི་རྩེ་རུ་ཕེབས་བྱས་ནས་དེ་ནས་ད་ཉན་ཐོས་འོད་སྲུང་ཆེན་པོའི་སྐུ་གདུང་དེ་ཚུར་བཏོན་ནས་རེད་བ། ད་ཁོ་རང་གི་དགེ་སློང་དེ་ཚོ་ལ་ད་ཁོ་རང་གི་དགེ་སློང་གི་དགེ་འདུན་དེ་ཚོ་མ་བསྟེན་གྱི་ཡོད་རེད་ཟེར། འདི་སྔོན་མ་འདས་པའི་སངས་རྒྱས་ཤཱཀྱ་ཐུབ་པ་ཟེར་གྱི་ད་དགེ་སློང་གི་ནང་ནས་མཆོག་ཏུ་གྱུར་བ་བྱམས་པའི་ཡོན་ཏན་བཅུ་གཉིས་ལས་གནས་པའི་དགེ་སློང་དེ་ཡི་སྐུ་གདུང་རེད་ཟེར། དེ་འདིའི་གནམ་ས་དེ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་རང་གི་གནམ་ས་རེད། དེ་ནས་ད་ལྟ་ཁྱེད་རང་ཚོ་དེ་གེ་སློང་མང་པོ་དེ་གི་ནང་ལ་ད་ཁོང་འདྲ་བོ་ད་སུ་གཅིག་ཡོད་རྒྱུ་མ་རེད། ཁོང་རང་འདྲ་བོ་སུ་གཅིག་ཡོད་རྒྱུ་མ་རེད། གྱ་ཚོམ་བྱམས་པ་མགོན་པོ་གི་དེ་འདྲས་གསུངས་གི་རེད། དེ་གསུངས་ཡོང་དུས་སྐབས་སུ་དེ་ནས་ད་གྱ་ཚོམ་བྱམས་པ་མགོན་པོའི་འཁོར་དེ་ཚོ་ནང་ན་ཡང་ད་དཔེ་མི་བཟོད་ཆོས་ལ་དད་པ་སྐྱེས་དམིགས་བཟོད་ཀྱི་ཡང་ཚོར་བ་འདྲ་བོ་དེ་འདྲས་བྱུང་ན་དེ་ནས་ད་ངེས་འབྱུང་ལ་སོགས་པ་དང་དམིགས་བཟད་སྐྱེས་བྱས་དེ་ནས་ཡང་ཆོས་ཡག་པོ་ཞིབ་བོ་ཅིག་བྱས་ན་དེ་ཉན་ཐོས་ཆེན་པོ་འོད་སྲུང་ནང་བཞིན་གྱི་དེ་ནས་ད་བྱང་གི་ཡོན་ཏན་བཅུ་གཉིས་ལ་གནས་པ་དགྲ་བཅོམ་པའི་འབྲས་བུ་ཐོབ་པ་ད་དེ་འདྲས་མང་པོ་ཡོང་ཡས་ཀྱི་རྟེན་འབྲེལ་ཡོད་རེད།